ཨ་འདང་ནས་སུ་གཙོ་བོ་མི་མང་ཞེས་གཞོན་སྐད། དེ་ནས་ཨ་ནས་ཨ་ནི་ལས་བྱེད་ཟུར་པ་དང་དགེ་རྒན་ཟུར་པ། ཨ་ནས་ས་གནས། ནས་ད་ག་སོ་བོ་རེད་དང་ལ་གནང་ཞེས་སྤྱི་དོན་ཚོགས་པ་དང། གཞོན་ནུ་བུད་མེད་སློབ་ཕྲུག་ཚོགས་པ་གཙོས་ཀྱི་དང་ལ་གནང་ཞེས་འཐུས་མི་གནང་གི་འཐུས་མི་རྣམ་པ་ཚང་མ་ལ་ད་རིང་དེ། ཡང་རྒྱུ། ཨོ་ཏྲ་བྷ། བྱས་ར་ཡི་གོ་སྐབས་བྱུང་བ་དང་གཅིག། བསམ་ཚུལ་བརྗེ་ལེན་བྱས་ཀྱི་གོ་སྐབས་བྱུང་བ་དེ་ལ་སྙིང་ཐག་པ་ནས་ཐུགས་ཆེ་དང་བཀྲ་ཤིས་ལེགས་ཞུ་ཡིན། ཁྱེད་ས་ཆི་ཀ་གོ་ལ་ཡིན།

གི་དམ་བུའི་བཀའ་བློན་ཁྲི་པ་དམ་བུའི་བརྩེ་བའི་ནི་སྤྱི་ཟླ་བརྒྱད་པའི་ཚེས་བརྒྱད་ཉིན་པ་ཡིན་ན་ད་ཟླ་བ་དགུ་སུ་གོ་བ་རེད་ཟླ་བ་དགུ་ནང་ལ་ཞུ་ཡ་ལ་ད་ད་ལྟ་བར་དོ། བྱེད་ཚེ་ངོ་མཚར་བ་སེམས་འཚབ་ད་ལྟའི་ལྟས་སུ་ཡོད་རེད་ཡིན་ན་ཡང་སྔོན་མ་ནང་བཞིན་སེམས་འཚབ་ཆེན་པོ་མེད་པ་དང་སྤྱི་ཚང་སྤྱི་ཚོགས་ནང་ལ་ལྷིང་འཇགས་པོ་ཆགས་པ་དེ་ཆགས་ཡོད་པ་དེ་སེམས་བཞག་རེད་བསམ་འདུག་ང་ཚོ་ཡིན་པ་ཡིན་ན་ད་ཆབ་སྲིད་སྐོར་བ་ཆ་ཚང་གནང་ཡོང་དུས་ལ་ག་འདྲ་འདྲ་བྱས་ཡོང་བསམ་སོང་སེམས་འཚབ་ཡོད་པ་དེ། རེམ་པས་རེམ་པས་རེམ་པས་རེམ་པས་ད་ཉུག་རུ་ཉུག་རུ་འགྲོ་ཡ་དང་ད་གོང་ས་མཆོག་ཕྱག་ནང་བཞིན་གསུང་ཕལ་ཆེར་མི་མང་རང་སོ་སོ་རྐང་པས་ག་ལང་ཐུབ་པའི་ཐོག་ནས་ཨ་ནི་ང་རྩ་དོན་སོའི་སྒྲིག་འཛུགས་འདི་མུ་མཐུད་གནས་ས་རེད་རྡ་རམ་ས་ལ་ཡོད་པའི་འཛིན་སྐྱོང་དེ་ནི་མུ་མཐུད་གནས་ས་རེད་ཨ་ནི་ང་ཚོ་ཁ་ཚོ་བོད་ནང་ལ་ཡོད་པའི་གཞིས་ལུས་མི་མང་ཚོ་གི་རེ་བ་རྒྱབ་པ་ནང་བཞིན་བཞེས་ཆེད་དངོས་གནས་རང་ང་ཚོ་ཚང་མ་གཅིག་སྒྲིལ་དང་ཆ་རུ་མཉམ་ལྟའི་ཐོག་ནས་ཕྱག་ལས་གནང་ཐུབ་ས་རེད་བསམ་པའི་གདེང་ཚོད་དང་མ་ཟུར་སྙིང་སྟོབས་དེ་ཆེ་རུ་ཆེ་རུ་འགྲོ་གི་ཡོད་པ་འདི་གསལ་པོ་ཞིག་རག་རེད་བསམ་གི་འདུག། འདི་ལ་ནི་གོ། བཀའ་ཤག་སྐབས་བཅུ་བཞི་པའི་ཐོག་ནས་ཏཱ་ལ་ཁྲིམས་དཔོན་ཐུབ་པས་གསོད་པའི་ཞབས་ཞུ་ཞུ་ཐུབ་པ་བྱུང་ཡོད་རེད་གཙོ་བོ་ང་ཚོ་ཚང་མ་ད་ལྟ་བར་དུ་ལྷིང་འཇགས་པ་ཆགས་དགོས་རྒྱུ་མཚན་འདི་གཙོ་བོ་དེ་དག་གོང་ས་མཆོག་ཕྱག་ན་རེད་གོང་ས་མཆོག་དགོངས་པ་རེད་འདི་སྒང་ལ་ནི་ད་ལྟ་བར་དུ་མི་ཐོག་རྒན་པ་ཚོ་གི་སྐུ་ལས་སྐྱོན་ཞབས་པའི་བཀའ་དྲིན་བརྟེན་ནས་ང་ཚོ་སྒྲིག་འཛུགས་འདི་དྭངས་གསལ་ལ་ཡུག་སྒྲིག་འཛུགས་རེད་ཞི་རྒྱ་ཁ་ཞི་རྒྱ་ཁ་ཞི་རྒྱ་ཁ་ཡིན་པ་ཡིན་ནའི་ག་བ་ཡིན་ནའི་ཡང་གཅིག་སྒྲིག་འཛུགས་དེ་ད་ལོ་ལྔ་བཅུ་ང་གྲངས་རིང་ག་ལ་བརྟན་པོ་ཅིག་ཡོད་བལ་བརྟན་བཀའ་དྲིན་བརྟན་ནས་ཨ་ནི་ང་ཚོ་ཡིན་ནའི་ད་རྩ་དོན་གཙོས་སྒྲིག་འཛུགས་དེ་མུ་མཐུད་གནས་ཐུབ་བོར་བ་དེ་སོང་ཙང་མི་ཏོག་རྒྱས་པ་སོགས་ཀྱིས་མུ་མཐུད་རྟག་ཏུ་ཞུ་བསྡད་གི་ཡོད་དང་པོ་འགོ་བཙུགས་ཡུན་དོའི་སྐབས་ལ་ད་ལམ་བཟོ་རང་བྱས་བྱས་མ་ནཱ་ལི་ད་ལོའུ་སེ་ད།

གཅིག་ག་རེ་ཤེས་ཟེར་ན། ལས་ཀ་བྱས་པ་ནང་ལོ་བརྒྱ་ཆ་བཞི་བཅུ་ལྔ་བཅུ་ད་ཕྱི་ལོག་ལ་ཞེ་དྲག་ཞེ་དྲག་བཤད་ཡ་མི་འདུག་གང་ཟེར་ན་གཅིག་ནང་དངུལ་མང་པོ་ཞིག་འདུག་དེ་འདྲས་ཞིག་རེད་ཤག་དེ་གསུང་འདོད་གང་ལ་ང་ཚོ་ག་རེ་བཤད་པ་ཡིན་ན་བརྒྱ་ཆ་ལྔ་བཅུ་ལྷག་ཅིག་བོར་ཨ་ནེ་ཨ་ཟི་ཁ་སོག་པོ་རེད་བཀའ་བློན་རྣམ་པ་བྱས་ཨ་ནེ་བཀའ་སྤྱི་གཉིས་ཀ་གྲོས་ཚོགས་ཐོག་ནས།